ད་དེ་རིང་ང་ཚོ་སེམས་ཚོམ་པའི་ལྟ་སྒྲུང་བྱེད་ཚུལ་བྱས་པའི་ཉི་མ་དྲུག་པ་དེར་བ། ཉི་མ་དྲུག་པ་དེ་ཆགས་ཡོད་པ་རེད་ནི་ཁར་ས། ཁ་ཚོན་ངེས་མེད་སློང་སེམས་ནང་ང་ཚོ་ད་ཞུ་དགོས་ཡ། དོན་དག་མང་པོ་ཅི་ཞུས་མ་ཐུབ་ནས་ལྷག་བསྡད་པ་དེ་འདྲ་ཡོད་རེད། ཨང་ཐུགས་ཀྱི་དེ་གོ་དེ་ངས་དང་པོ་དེ་འདི་ཞུ་ཡིན། དེ་ནས་ད་དང་པོ་ཞོལ་གཅིག་དེ། ང་ཁ་ཤིག་ཡང་སུན་སྣང་དེ་ཉིད་ཁུགས་ཟེར་རོ། ད་ཁ་ཚ་ང་ཚོ། སློབ་བུ་ཆིག་སྐྲག་གི་ཇི་བཞིན་སྒྲིབ་ཡིག་གི་གར་སོབ་རེད་ད་བརྩེ་བ་སྤུན་ཐུང་ལ་ཏུ་ལྟ་འོང་འདི། བརྩེ་བ་སྤུན་ཐུང་ལ་ལྟ་འོང་འདི་ཟེར་ནས་ད་ང་ཚོ། རང་རྒྱལ་གྱི་ད་གཞན་སེལ་ཤེས་པའི་དངོས་གཞི་ལྟ་བུ་དེ་གིས།

ཡུལ་ལུས་ཁྱོད་ནི་གང་ཟག་གཞན་པ་ཅིག་དང། གཞན་སེལ་མི་འདུག་སོ་སོ་འདྲ་བའི་སོགས་ནང་འཁོད་དེ་འདྲས་ཡིན་དགོས་ཟེར་བ་དེ་མ་རེད། གང་ཟག་ཕ་རོལ་པོའི་གི་རྗེས་རྒྱུད་ཐ་དད་པའི་གང་ཟག་ཡོད་རེད། རྗེས་ཐ་དད་པའི་གང་ཟག་གི་སེམས་ཡོད་རེད། ཡིན་ནའང་རྗེས་ཐ་དད་པའི་གང་ཟག་གི་སེམས་དང་རང་གི་མངལ་ཤེས་གཉིས་པོ་དེ་བར་འཕྲད་འོས་དུས། ཨ་ནི་དངོས་གནས་དེ་མཐོང་མ་ཐུབ་པ་ཅིག་ནི་འདྲ་བའི་ཆ་དེ་མ་གཏོགས་མཐོང་ཐུབ་གི་མ་རེད་དེ་གསུངས་ཀྱི་ཡོད་རེད། དཔེར་ན་སོ་སོ་གི་མི་གཤིས་ལྟ་བུ་དེ་གི་ནི། གང་ཟག་གཞན་གྱི་ཕུང་པོ་དངོས་གནས་དེ་མཐོང་ཐུབ་ཀྱི་མ་རེད་ཟེར་དུས་བཀའ་ལོས། གང་ཟག། ཕ་རོལ་པོ་དང་འཕྲད་དགོས་ར། འཕྲད་ནི། རང་གི་མི་གཤིས་ཀྱི། གཞན་གྱི་ཕུང་པོ་ལ་ལྟ་བ་དེ་ཡི་ཚེ། འདྲ་མཉམ་གཅིག་ཏུ། ནི། འདྲ་བའི་ཆ་གཅིག་མ་གཏོགས་གཅིག་གི་དོན་ངོ་མ་དེ་མཐོང་ཐུབ་ཀྱི་མ་རེད་དེ་གསུང་གི་ཡོད་རེད་པ། དེ་གསུང་གི་ཡོད་རེད་མ་གཏོགས་གཅིག་གི་ཡང། གཞན་སེམས་འདྲ་བའི་ཆ་གཅིག་མ་གཏོགས་མཐོང་ཐུབ་ཀྱི་མ་རེད་ཟེར་དུས། བྱས་ཙང། ཁྱོད་ནི་གང་ཟག་གཞན་པ་ཅི་ཡོད་མེད་པ་ཅིག་ཏུ་བཞེངས་སའི་ཕྱིར་ནི་མེད་ཀྱི་སྐད་ཅིག་ཤི་བ་མ་རེད། ཡོད་དགོས་རེད་གནས་དེ་ན་ཡོད་དགོས་རེད། རང་དུ་འཕྲད་དགོས་རེད་འཕྲད་འདི་རང་གིས་ལྟ་འདི་འདྲ་བའི་ཆ་དེ་མ་གཏོགས་ཅི་ཡང་དོན་ངོ་མ་མཐོང་ཐུབ་ཀྱི་མ་རེད་ཟེར་ནས། ད་དེ་འདྲ་དེ་ཟེར་གི་ཡོད་རེད་དེ་ཡང་གོ་ནོར་ཐེག་གི་ཡོད་ཟེར་ཏེ་མཐོང་གི་གོ་ནོར་ཐེག་ནས་འགྲིག་གི་ཡོད་མ་རེད། དེ་སྣང་ཞིག་ལྟ། སེམས་མཚོན་པའི་ལྟ་གྲུབ་ཀྱི་ཐོག་ནས་ཀུན་ཤེས་དེ་ག་ལ་དཔེར་ན་ང་ཚོ། བདག་ཅག་གི་བསྟན་པ་སངས་རྒྱས་བཅུ་གཉིས་འདི་བདག་ཅག་གི་བསྟན་པ་འདྲ་བ་ཅིག་གནས་མཆོག་རྡོ་རྗེ་དེ་ལས་འཕེལ་དེ་ག་ལ། གང་ཟག་ཕལ་པ་དག་ཚུར་མཇལ་ཐུག་གོ་ར་ད་མཇལ་སྲིད་ན་མི་འདུག་ཕི་གེ། དེ་མཐོང་དེ་ཡག་གི་སངས་རྒྱས་ཀྱི་སྐུ་གཟུགས་དེ་ཡང་སྐུ་གཟུགས་ངོ་མ་ཆགས་གོ་མ་ཅི་པར། ཡིན་ན་ཡང་གནས་དེ་ལ། ཅེས་སངས་རྒྱས་དུ་འཆད་ནས། གང་ཟག་གཞན་གྱི་གང་ཟག་རང་གི་ད། མི་ཤེས་ཀྱི་ཏུ་སྤ་མཇལ་འོང་དེ་ག་ལ་འདྲ་བའི་འདྲ་སྣང་གི་ཆ་དེ་མ་གཏོགས། སངས་རྒྱས་ཀྱི་སྐུ་གཟུགས་ཟག་པ་མེད་པའི་སངས་རྒྱས་ཀྱི་སྐུ་གཟུགས་ངོ་མ་དེ། ང་ཚོ་ལ་མཐོང་ཐོས་ཡོད་ཆ་ཅི་ཡོད་མ་རེད། འདི་གསུང་གི་ཡོད་རེད་བ། ད་དེ་གསུང་གི་ཡོད་རེད་མ་གཏོགས་ཅིག་ཡང། སངས་རྒྱས་གནས་དེ་ན་མེད་པ་དང་དེ་འདྲས་ཟེར་གི་ཡོད་མ་རེད། ཡང་བཀའ་འགའ་རེ་ལའང། ང་ཚོ་སྤྱིའི་འགའ་རེ་སོགས་རེད། བདག་ཅག་གི་བསྟན་པ་འདྲ་བོ་ཅིག་ནི་ལོ་ཉིས་སྟོང་ལྔ་བརྒྱའི་སྒང་ནས། སྒོ་མ་མྱ་ངན་ལས་འདས་པའི་ཚེ་དེའི་རྗེས་ང་ཚོ་འཇིགས་བྲལ་ཐུན་མོང་གི། ཐོ་ཡང་དེ་འདྲས་མེད་ངེས་ཆགས་ཚར་བ།

གཞན་སེལ་ཤེས་པའི་ངེས་ཤེས་ལྟ་བུ་དེ་གིས་གཞན་སེལ་ལ་མཚན་མ་རེད་དམ་མ་རེད། རེད་བ། ཨང་དེས་ན་ཞིག་བྱས་ནས། རང་གི་མི་གཤིས་ཀྱིས་གཞན་གྱི་ཕུང་པོ་ལ་ལྟ་བ་དེས་ཚེ་དོན་དངོས་ཀྱི་ཕུང་པོ་ངོ་མ་དེ་མཐོང་གི་མེད་ན། ཨ་ནི། གཞན་གཅེས་ཀྱི་ཕུང་པོ་དེ་ལ་མཚན་མ་རེད་པས་མ་རེད་པས་ཟེར་ན། ད་གློ་བའི་ལྟ་བ་ལྷག་གིས་དེ་ནི། ཐེག་ཐིག་གི་འགྲེལ་པ་ནོར་ལུགས་བྱས་པ་ཡིན་ན་མཚན་མ་རེད་གསུངས་པར་ལྟ། མཚན་མ་རེད། ཁོ་ཏག་ཏག་ཚེག་ཐིག་རེད། ཇི་མ་ཇི་བཞིན་མཐོང་གི་མ་རེད་དངོས་གནས་དེ་མཐོང་གི་མ་རེད་དེ་ཡིན་ན་ཡང། གཞན་གྱི་སེམས་ལ་མཚན་མ་བཞག་དགོས་རེད། དཔེར་ན་ང་ཚོ་དཔེ་བཞག་པ་ཡིན་ན། རྒྱུད་པ་དབང་མཐོང་འདི་རྩ་ནི་དངོས་གནས་མཐོང་གོ་མ་རུང་བ། དོན་གཅིག་གི་རྗེས་ནས་མཐོང་གོ་བར་འཁོར་རུང་དོན་དངོས་དངོས་གནས་ཀྱི་རྗེས་མ་མཐོང་དེ་ཡང་དེ་དོན་གཅིག་དེར་བ། འདྲ་བའི་ཆ་དེར་བ། དོན་གཅིག་འདྲ་བའི་ཆ་དེ་མཐོང་བ་དེ་གི་རྗེས་ནས་བུ་གའི་བུ་འབུམ་མོ་ལྟ་བུ་རྟོགས་དགོས་དགོས་ཡོད་ན་འདྲ། ལ་ཡི་སྟེང་གི་མེ་རྟོགས་དགོས་དགོས་ཡོད་ན་འདྲ། རྗེས་དཔག་གི་ཡིད་གང་ཅི་ཞིག་རྟོགས་དགོས་ན་དཔེར་ན་བུམ་ཚོ་རྟོགས་པ་འདྲ་བུ་ཅིག་བུམ་པ་རྟོགས་དེ་ག་ལ། གཉིས་སུ་བུ་གའི་རྗེས་མ་ཅི་ཞིག་མཐོང་བསྡད་པ་དེ་དོན་གཅིག་དེ་རེད་མ་གཏོགས་ཅིག་བུམ་པ་དངོས་གནས་མཐོང་མེད་པ། ཡིན་ན་ཡང་དོན་སྤྱི་ཏིག་གི་རྗེས་ནི་ཡིད་བུམ་པ་རྟོགས་ཐུབ་ཀྱི་ཡོད་ར། དོན་སྤྱི་ཏིག་གི་རྗེས་ནི་ཡིད་བུམ་པ་རྟོགས་ཐུབ་ཀྱི་ཡོད་པ་ན་བཞིན། ཨ་ནི་དང་གིས་དཔེར་ན་གཞལ་སའི་ཤེས་པའི་གཉེན་བཤེས་ཏིག་གི་འགྲངས་སྣང་ཏིག་གི་རྗེས་ནི་གཞན་སེལ་རྟོགས་ཐུབ་ཀྱི་ཡོད་པ་དང། གཞལ་བྱེད་ཀྱི་ཕུང་པོ་ལ་ལྟ་བ་དེའི་ཚེ་ཕུང་པོ་ཏིག་གི་འགྲངས་སྣང་ཏིག་གི་ཇེ་མང་ཇེ་ཆུང་མཐོང་བ་ཏིག་གི་རྗེས་ནི་གཞལ་བྱེད་ཀྱི་ཕུང་པོ་ལ་ཡང་ཚད་མ་ཡིན་པ་རྟོགས་ཐུབ་ཀྱི་ཡོད་པ། ཨོ་དེ་འདྲས་རེད་ཅེས་ནི་དེ་གསུངས་ཡོད་རེད། དེ་གལ་ཆེན་པོ་གཅིག་རེད་འདུག་ཨ། དེ་གལ་ཆེན་པོ་གཅིག་རེད། དེ་ག་བ་ཡོད་རེད་ཟེར་ན་ད་རྒྱ་གཞུང་ཁོ་རང་རྣམས་ལ

བཞེད་ཟས་འདྲ་བོ་གཅིག་ལ་ཆ་བཞག་ན། བཞེད་ཟས་འདྲ་བའི་ཆ་སྣང་བ་དེ་འདུ་བཞི་ཆགས་དེའོ་རེད། དེ་ག་རེ་བཟོ་བོ་རེད་གཟུགས་ཆགས་དེ་ད་འདུ་བཞི་ཆགས་དེ་འདུ་བཞི་ཆགས་དེའོ་རེད། དེ་ཨེ་ནི། རོ་བརྗིད་ཀྱིས་ག་རེ་བཟོ་བོ་རེད་འཇོ་བཞེད་ཀྱི་བཞེད་ཟས་ཀྱི་འཇོ་བཞེད་ཀྱི་ཤེས་པ་སྔ་མའི་གི་དེ་ནི་བག་ཆགས་ཟད་པའི་འཇོ་ཆགས་དེ། དེའི་གི་ཐོག་ནས་རྟོག་པ་གི་རྟོག་མེད་ཀྱི་ཁྱད་པར་གྱིས་མ་གཏོགས། ཁོ་རྟོགས་རྡོ་གཅིག་པ་རེད་ད་ལོ་བའི་ཟླ་བ་ལྷག་གི་འགྲེལ་བཤད་བྱས་པ་ཡིན་ན་ཁོ་དོན་རྟོགས་པ་འདྲ་བོ་ཅི་ནས་དོན་གཅིག་གི་རྗེས་ནས་ཁོ་ནོར་དེ་ཡག་དེ་འོང་ན་ངོ་མ་དེ་དོན་གཅིག་ནོར་དེའི་རྗེས་ནས་ཡིད་དུ་རྟོགས་དགོས་རེད། གཞས་སེ་ཡིན་ན་ཡང་ཁོ་རོ་འདྲ་ནོར་གུ་ཆ་དེ་ནོར་བ་དེ་གི་རྗེས་ནས་ཕི་གེ་གཞས་ངས་ཤི་དེ་ཏག་ཏག་འཚེ་བ་བྱས་ཐོག་གི་ཡོད་རེད་འཚེ་བ་ཟེར་ན་མི་འདུག་དེ་གྲུ་ཐོག་གི་ཡོད་དེ་བྱས་པ་དེ་མ་གཏོགས་གལ་ཡོད་མ་རེད། འདི་འདྲ་ཡིན་ཙང་དེ་ནས་རྗེ་བཙུན་ཁ་བ་ཆེན་པོའི། གོ་མ་ར་སའི་མཚན་གོང་དུ་སོང་རོ། འབྲས་བུ་གནས་འབྱིན་མ་ཐོབ་པའི་གང་ཟག་གིས་རྣམ་པ་ཤེས་པ་དོན་གཞན་གཅིག་གིས་རྣམ་པ་ཤེས་པ་དོན་གཞན་གཅིག་མྱོང་ན། དེ་ནི་སེམས་གསུམ་པའི་གྲུབ་མཐའ་སྟོང་འགྲོ་བ་རེད། དེ་ག་རེ་གསུངས་པོ་རེད་ཟེར་ན། དཔེར་ན་སངས་མ་རྒྱས་པའི་གང་ལ། ད་སེམས་ཅན་རྣམས་ཀྱི་སྟོབས་མེད་ལ། གཞན་སེམས་མཐོང་དུས་ཙམ་ནས་གཞས་སེ་ཇི་མ་ཇི་བཞིན་མཐོང་ཡ་ཡོད་མ་རེད་གཞས་སེ་ཇི་མ་ཇི་བཞིན་གལ་སྲིད་གཞས་སེ་ཤི་བའི་གནས་ཤིག་གི་གཞན་སེམས་མཐོང་སོང་ན་དེ་ནི་སེམས་ཚོམ་པའི་གྲུབ་མཐའ་སྐོར་བ་རྨོངས་ནས་ཞི་འགྲོ་གི་རེད་གསུངས་པ་རེད་ད། ད་ལྟའི་རྗེ་བཙུན་ཁ་བ་ཆེན་པོའི་ཆེན་པོའི་གི་སེམས་ཚོམ་པའི་ལྟ་གྲུབ་ཀྱི་འགྲེལ་བཤད་རྒྱ་དེ་ལ་ཡོན་ཏན་ཡོད་རེད། གཉིས་པ་གཅིག་ལ་ག་རེ་ཡོད་རེད་ཟེར་ན་ང་ཚོ་དེ་འདྲ་ཡོད་རེད་བ། རྗེ་རིན་པོ་ཆེ་གི་ཀི་ཤི་རྩ་བ་ནོར་བུ་ཀི་ཤི་རྩ་བ་དང་ཀི་ཤི་རྒྱ་ཆེན་འདྲེ་གཉིས་ཀ་ནང་ལ་ཡོད་རེད་བ། དེ་ལྟར་མིན་ན་གཟུགས་འཁོར་གྱི་ལྷ་ལ་འོ་སྙམ་རླུང་འབྱུང་བ་དང། གཉའ་དབང་ལ་ཡོད་ལྷ་ནོར་གྱི་གནས་ཤུགས་སྣང་བ་འབྱུང་བ་དང་ཐ་མ་པ་ལ་འོ་དཀར་བ་ཡིན་ན་མཚོ་པ་སྣང་བ་འབྱུང།

དམྱལ་བ་དམྱལ་བ་ལ་དམིགས་པའི་གང་ཟག་དེ་ལ་སྡིག་པ་མི་དགེ་བའི་ལས་ཀྱི་སྟོབས་ཀྱིས་གང་ཟག་གི་ཤི་བ་དེ་ལ་དམྱལ་ཡུན་སྣང་བ་སྣང་གི་ཡོད་པ་དེ་སངས་རྒྱས་ཀྱི་སྣང་གོ་རེད་མ་གཏོགས། དེ་སྣང་བ་ལ་མ་ལྟོས་པ་ཅིག་ནི་དེ་སྣང་བ་ལ་མ་ལྟོས་པ་ཅིག་ནི་ཐད་ཀ་འཁོར་སངས་རྒྱས་ལ་དམྱལ་སྣང་ཞིག་འཇུག་རྒྱུ་ཡོད་རེད་བས་ཡོད་མ་རེད་དེ་ཡོད་ན་སངས་རྒྱས་ལ་སྡུག་བསྔལ་གྱི་གདོང་བ་ཡོང་འགྲོ་གི་རེད། གཟུགས་འཁོར་འབའི་ལྷ་ལ་ཡང་དེ་འདྲའི་དེ་འདྲའི་ཆགས་དེ་འོ་རེད་བ། དེ་འདྲའི་ཡིག་རྩ་ནི་རྩ་ཚིག་ཁོ་རང་རྣམས་ལ་དཔྱད་ན་གཟུགས་འཁོར་འབའི་ལྷ་ལ་དམྱལ་སྣང་མེད་ཟེར་ཡ་དེ་དེ་འདྲ་དེ་སྲིད་གོ་རེད་བ། གསུང་ཡ་དེ་གསུང་གོ་རེད།

སངས་རྒྱས་ཀྱི་སྲས་ཀྱི་བདག། སངས་མ་རྒྱས་པ་མི་འཆད་པའི་བྱེ་མ་ཆེ་ཆེ་མི་མཐོང་རེ། སངས་རྒྱས་ཀྱི་བྱེ་མ་ཆེ་ཆེ་མཐོང་གོ། མཐོང་གི་རེད་དེ་མཐོང་ཐུབ་དེ། ཁོ་གི། རྗེས་པ་གཉིས་པ་ཅིག་མ་བརྗོད་པ་ཞིག་ནི་མཐོང་གི་མ་རེད་ཟེར་བ་ད། དེ་ཟེར་གོ་རེ་མ་གཏོགས། སངས་རྒྱས་དུ། འདི་གོང་མ་འདྲ་གོ་མ་སངས་རྒྱས་ཀྱི་གང་ཅི་ཅིག་མཐོང་ན་ཡང་ཇི་བཞིན་མ་མཐོང་བ་མེད། དེས་ན་སངས་རྒྱས་ཀྱི་མཐོང་ཐུབ་དེ། ཁོ། འདི་འདི་ལ་རྣོ་བདེ་ཡ་དེ་སངས་རྒྱས་ཀྱི་རྣོ་བདེའི་བཀའ་ལོ། སངས་རྒྱས་ཁོ་རང་གི་ཤེས་པ་དེ་སྒྲིབ་པ་དག་པ་ཡི་རྩ་ནས་ཁོ་འདི་ཡང་བྱེ་མ་ཆེ་ཆེ་མཐོང་ཐུབ་རེ་འདི་ཡང་བྱེ་མ་ཆེ་མཐོང་ཐུབ་རེ། འཕགས་པ་གོང་མ་འདྲ་བ་ཅིག་ཡིན་ན། དམྱལ་བའི་སྡུག་བསྔལ་དེ་འདི་ལ་རྣོ་བདེ་ཡ་དེ་ཁོ་ཚོ་རྒྱ་ལོར་རྣོ་གི་ཡོད་དེ་ག་ལ་འདི་ཡང་ཇེ་མང་ཇེ་ཆུང་མཐོ་ཐུག་གི་མ་རེད་འདི་ལ་འདི་རྣོ་བ་དེ་མ་གཏོགས་རྣོ་ཐུག་གི་མ་རེད། སངས་རྒྱས་ཁོ་རོ་ཡིད་ཆེས་ཤེས་པ་འགྲུབ་པ་དག་པ་ཡིན་ཙང་ཇེ་ཇེ་དང་རྣོ་ཐུག་གི་རེད་ད་ནང་ང་ཚོ་རྒྱུད་ནས་རྣོ་དགོས་རེད་རྒྱུད་ནས་རྣོ་བ་སྐྱིད་པ་རེད་ད། ད་དེ་ཕ་ཤེས་འདྲི་ས་རེད་སོང་གི་འདུག་སྟེན་ཆེད་དེ་ད། ད་འོ་ན་རྣོ་བཞག་དེ་ཨ་ནི། གར་སོགས་རེ་ངར་སོགས་ཚང་མ་གཅིག་པ་རེད་པས་ལག་ཏུ་སེམས་ཚོམ་བའི་ལྟ་གྲུབ་དང་དང་ཤེས་གྲུབ་དེ་ཚང་མ་གཅིག་པ་རེད་པས་ཟེར་ན་ཁྱད་པ་ཆེན་པོ་ཡོད་རེད། ཁྱད་པ་ཆེན་པོ་ག་རེ་ཡོད་རེད་ཟེར་ན་དཔེར་ན་ད་ངས་དཔེ་བཞག་དཔེར་ན་ཆ་བཞག་ན། ངར་སོགས་བོད་རྒྱུད་ཀྱི་དེ་ནི་ནང་བསྟན་གྱི་དོན་དག་ཆེན་པོ་ཞིག་གི་ནང་ནས་དཔེར་ན་ས་སྐྱ་དང་རྙིང་མ་དང་བཀའ་བརྒྱུད་ད་ཕལ་ཤེད་གཅིག་པ་རེད། ཁོང་ཚོ་གིས་བྱས་པ་ཡིན་ན་རེད་ད། ང་ཚོ་སེམས་ཙམ་པ་དེ་ལ་སྣོད་ལྡན་པ་དང་སྣོད་རྫུན་པ་ཟེར་གཉིས་ཆད་ཀྱི་འདུག་ཨ།

ད་ད་དུང་དེའི་ནང་ལ་དེ་ནི་པའི་ཤུགས་ཆེ་རུ་འགྲོ་ཅེས་དཔེར་ན། སྔ་འགྱིང་གཉིས་མིན་མཁས་པ་ཁ་ཤས་ཀྱིས་བྱས་པ་ཡིན་ན། འདི་མ་ཞིག་གི་ཆུ་ཤིང་ནི་ཡོད་མ་རེད་ལ་ཡོད་ལ་སེམས་ཙམ་མི་ལུས་ལ། ཅེས་ཟེར་ད་དེ་མི་འདྲ་ས་ཀྱི་ཁྱད་པ་ཆེན་པོ་ཅི་རེད་དོ། ཁོང་ཚོ་གི་ལྟ་གྲུབ་དེ་འདྲས་ཁོང་ཚོ་གི་ལྟ་གྲུབ་དེ་འདྲས་བསྡད་པ་ཡིན་ཙང་ཨ་ནི། དཔེར་ན་དགེ་ལུགས་པའི་མཁས་པ་ཅོ་ཤ་རོ་པི་རྡོ་རྗེ་ཡོད་ར། ཅོ་ཤ་རོ་པི་རྡོ་རྗེ་ད་གཟོད་ཨ་ནི།

ཨཱ་ནི་ཤི་པ་དེ་མ་བ་ཆགས་ངོ་གནོན་ནི་ཨཱ་ནི་བཞི་ནི་ཡ། བ་ཆགས་དེ་ནོ་ཤི་གི་ཚེ་ན་ཡ་སེ་དེ་ཤི་པའི་ངོ་འགྲོ་གོ་མ་ར་བས། ཨཱ་བ་ཆགས་ཤི་པ་ཡིན་ན་ཨཱ་ནི་ད་ཤི་པ་ཡོད་ཚོ་བ་ལ་ཉང་ཆུ་ནི་མི་འདོ། ཤི་པའི་རྒྱུན་གྱིས་ནི་ཆེ་ཆེ་མིང་གི་ཆགས་འགྲོ་གོ་འདོ་ཨཱས། དེ་དོ་བ་གཅིག་ལེགས་གོ་རེ་ས། ཨཱ་སེམས་ཚོམ་པའི་ལྟ་གྲུབ་གོ་ན་ལ་ག་རེ་ཡོད་རེ་ས་ན་ཤི་པ་བ་ལ་ཉང་ཅི་ཡོད་པ། ཡང་ཁོ་བ་ཆགས་དེ་ཤི་པ་ག་ས་བ་ཆགས་དེ་ཤི་པ་མ་ཡིན་པ། དེ་འདྲིའི་གི་གསུང་ཚིག་སེམས་ཚོམ་པ་ཁོ་ར་རུང། ཐོག་མེད་གི་སྐུ་མཆེད་ཀྱི་གཞུང་ན་ལ་དཔེ་མང་པོ་ཡོད་ར། ད་བསྡུ་གསུམ་བརྒྱབ་པ་གར་རྒྱག་དགོས་རེད། གཟུ་གཅིག་ཡིག་གཟུགས་ཤེས་པ་རེད་ཟེར་ན། དེ་འདྲའི་ཡིག་གཟུགས་ཤེས་པ་ཟེར་མཁན་དེ་གིས་དེ་ནི་བོད་ཤེས་པ་ཡིན་པའི་རྒྱུན་དེ་ཤེས་ནས་ལོ་རྒྱུས་མི་ངན་ཆགས་འགྲོ་གི་འདུག་བ། དེ་རྣམ་པ་གཅིག་རེད་བ། གཉིས་པ་དེ་ལ་ཨ་ནི་སེམས་ཙམ་པའི་གཞུག་ཁོ་རང་རྣམས་ལ་བྱས་པ་ཡིན་ན་ང་ཚོ་སྤྱི་འདི་ཞིག་གི་དབྱེ་བ་ཤེས་དེ་ག་ལ་གཟུགས་ཤེས་འདས་མོ་འདི་ཞིག་སོགས་ཀྱི་དབྱེ་བ་ཕྱེ་དགོས་རེད་བ། གཟུགས་ཤེས་པ་འདས་མོ་འདི་ཞེས་གསུམ་ཡོད་རེད་གཟུགས་ལ་ཤེས་གཟུགས་དུ་ནོར་གཟུགས་ཡོད་རེད། ཨ་ནི་འདས་མོ་འདི་ཞེས་དེ་ལ་གང་ཟག་ཡིན་མཁན་དང་གང་ཟག་མ་ཡིན་པའི་འདས་མོ་འདི་ཞེས་ཡོད་རེད་ཟེར་ཡ་དེ་འདྲའི་གི་སྐད་ཆ་དེ་སེམས་ཙམ་གྱི་ཁོ་རང་གཞུང་དུ་དཔེ་མང་པོ་ཐོན་གི་འདུག་བ། དེ་ཅི་རིགས་ཙམ་ཡིན་ད། འདི་བཞིན་ཡུལ་ཚོ་ལས་གཟུགས་ཤིང་ནེ་མོ་འདི་རྗེས་སུ་དབྱེ་བ་གལ་ཆེ་ཆེན་མོ་འདུག་ཚང་མ་ཤེས་པ་ཡིན་ན། རེད་བ། ད་དེ་གཟུགས་ཤིང་ནེ་མོ་འདི་རྗེས་སུ་དབྱེ་བ་གལ་ཆེ་ཆེན་མོ་ངེད་ཅག་འདུག་ར་གར་སེ་ན། གཟུགས་ཡོད་ཤེས་པ་ཡིས་ནེ་མོ་འདི་བཞིན་ཡོད་ཤེས་པ་ཡིན་ན་གང་རྗེས་སུ་དབྱེ་བ་བྱེད་དགོས་རེད་བ། ན། ཨ་ནི་ང་ཚོ་གཉིད་ལོག་པའི་གནས་སྐབས་དེ་ལ་དེ་འདྲས་གསུངས་ཡོད་པས་ཆ་མང། གཉིད་ལོག་པའི་གནས་སྐབས་དེ་ལ་མི་གཤིས་འགག་འགྲོ་གི་རེད་བ། གཉིད་ལོག་པའི་གནས་སྐབས་དེ་ལ་དེ་ནི་མི་གཤིས་མེད་པ་དེ་མང་པོ་གསུངས་ཡོད་རེད། ད་གཉིད་ལོག་པའི་གནས་སྐབས་དེ་ལ་མི་གཤིས་དེ་བག་ཆགས་ངོ་བོར་འགྲོ་དུས་དེའི་བག་ཆགས་དེ་ཤེས་པ་ཡིས་སེལ་དགོས་ཅི་དགོས་རེད་བ། ད་ཤེས་པ་ཡིན་ནི་ག་རེ་དབང་ཤེས་རེད་ཡིད་ཤེས་རེད། ཨ་ནུ་དབང་བཞི་སྟེ། གཉིད་ལོག་པའི་གནས་ཁ་དེ་ལ་ཡེ་ཤེས་ངོ་བོ་འཇིག་ཡ་ཡོར་བས། ད་གང་ན་ཞིག་ང་ཚོ་གཟུགས་ཅན་གྱི་མི་གཤིས་སྒོ་ངའི་གནོད་བྱེད་སྤྱི་ལ་བརྟེན་པའི་གང་ཟག་དེ་གཟུགས་མེད་འདྲ་བོ་ཅི་ལ་ཡ་སྐྱེ་བ་ལེན་དུས། མི་གཤིས་བག་ཆགས་ངོ་བོ་འགྲོ་ཤར་བ། ད་མི་གཤིས་བག་ཆགས་ངོ་བོ་འགྲོ་ཤེས་ཀ་དེ་ལྟ་བུའི་བག་ཆགས་དེ་དེ་རེད་བས་གར་ཟ། ཤི་བར་བས། ཤི་བ་ཡིན་ན་དབང་བཞི་རེད་ཡེ་ཤེས་རེད། ད་ཡེ་ཤེས་ཡིན་ན་དེ་ནི་དབང་བཞི་སྒོ་ངའི་གནོད་བྱེད་ལྟ་བ་ཅི་ཡེ་ཤེས་ངོ་བོ་ག་གཉིས་སུ་འགྲོ་རྒྱུ་ཡོད་རེད། དེ་འགྲོ་དོན་ཡོང་མ་རུང་བ་ད་དེ་འདྲའི་ལ་དེ་དཔེ། ད་འདྲ་མི་འདྲ་མང་པོ་འཁྲུལ་ཐེ་གོ་བ་རེད། དེ་ནས་ད། གོང་བཅས་བ་སེམས་ཅན་གྱི་འཇིག་རྟེན་དང་གོང་དུ་བཅས་པའི་གནས་ཀྱི་འཇིག་རྟེན་ཟེར་ནས་དབྱེ་བ་གཉིས་ཕྱེ་རྒྱུ་མེད་ཀྱི་ཆ་འགྲོ་གི། གནས་ཀྱི་འཇིག་རྟེན་ཁོ་རང་ཡང་ཤེས་པ་ཆ་འགྲོ་གི། གལ་སྲིད་ཨེ་ནས་སྔོ་སེར་དཀར་དམར་ལ་སོགས་པ་དེ་ཚོ་ལ་ཤེས་པ་ཡིན་ན། ད་ག་རེ་ཤེས་པ་ཡིན་ན་ཁོ་ཡིད་ཆེས་ཡིད་གུ་དེ་ག་ལ། ཡུལ་ཡོད་གི། ཡུལ་དེ་ག་རེ་རེད་ད་དེ། ཨ་ནི་ཡིད་ཆེས་ཡིན་ན་ཁོ་ག་རེ་རེད་དབང་ཤེས་རེད་ཡིད་ཤེས་རེད། དངོས་པོ་དེ།

སྣང་ཤེས་ཀྱི་དབྱེ་བ་ཕྱེ་སྟེ་བཀའ་ལ་ཨ་ནི། དབང་བཞིའི་ཡེ་ཤེས་རང་རིག་རྣལ་འབྱོར་གྱི་སེམས་ཅན་དབྱེ་བ་མང་པོ་ཕྱེ་དགོས་རོ། དེ་དབྱེ་བ་དེ་ཚོ་ག་འདྲས་ཕྱེ་དགོས་རེ་ཤེས་ཡ་ཐེ་མི་འདུག་ཨ། ད་དེ་འདྲིས་ཀྱི། ད་དེ་ལ་སོགས་པའི་ད། འགྲོ་བ་མང་པོ་མང་པོ་མང་པོ་མང་པོ་ལྷག་གི་ཡོད་རེད། ཡིན་ན་རྩ་བའི་གི་འགྲོ་ལྡོག་འདྲ་བོ་དེ་དངོས་གནས་གར་སོ་གོ་རེ། ཁོ་རང་སོགས་ཀྱི་འགྲོ་ལྡོག་དེ། ཨ། ཁོ་སེམས་སེམས་ཙམ་པ་གཞན་པ་དང་ཕར་བཞག་ཞོག་སེམས་ཙམ་པ་ཁོ་རང་གི་ཐ་སྙད་དུ་ཉེ་བ། ཆགས་པ་པའི་ཐ་སྙད་ཁོ་རང་དུ་དཔེ་ཏག་ཏག་ཡག་པོ་མཐུན་པ། དེ་འདྲས་ཆགས་ཐུབ་གོ་ར། བདག་ད་ལྟ་འདོད་ངེས་དེ་ངས་མི་བལྟ་བར་བ། དཔེར་ན། སྔ་འགྱིང་གཉིས་མི་ཤོར་ནས་ད་ལྟ། སྣང་བདེན་པའི་ལྟ་གྲུབ་བྱས་པ་ཡིན་ན་རྣམ་པ་བཤིག་པ་བྱ་ངེས་ཏེ། ནི། རང་བཟུང་དང། བླུན་ཆེན་རང་འབྱོར་བར་དུ་འཇིགས་མོ་ཕོ་ལྟ་བུ་ཆགས་ཏེ། ཚད་ཞིག་སྨིན་ན།
ད་ག་ནང་བཞིན་གྱིས་ནི། ས་ཆ་དངུལ་ལོ་ཅིག་ནི་ས་བོན་གྱི་རྟ་ལ་སོགས་པ་དུ་སོ་ཆེ། ཨཱ་ནི་བཀའ་བརྒྱུད་ནོར་ཅན་བཀའ་མོར་མི་ཤེས་རྡོ་རྗེའི་འགྲུལ་པ་དཔེ་བཀའ་ལ་སོགས་པ་དེ་ཚོ་རེད། ད་ལྟའི་མཚན་གཞི་དང་མཁས་པ། མཁས་པ་དང། ང་ཚོ་རྩ་ཆེ་བའི་མཁས་པ་ཁ་ཤས་ཀྱི་མཚན་མིན་པ་ཡིན་ཨཱ་ནི་རྣམ་པ་ཚོ་ད་གང་གི་རིང་དུ་ད་བགྱི་མ་ག་ལེ་ག་ལེ་དུ་སོ་ཐུད་ལ་བཞག་ནས་ནི་དཔྱད་པ་བྱས་དེ་རོ། ད་རྗེ་བཙུན་ཁ་བ་ཆེན་པོའི་སྟག་སེང་ཚོམ་བུའི་ལྟ་གྲུབ་ཤེས་རྟོགས་འདི་དན་རྟགས་ཚིག་རྡོག་རྡོག་བཟོ་ན་དེ་ཡིན་ས་རེད། དན་རྟགས་ཚིག་རྡོག་རྡོག་བཟོ་བཞག་ན་རྡོག་རྡོག་ཚུལ་བཟོ་བཞག་ན། རྡོག་རྡོག་ཚུལ་བཟོ་བཞག་ན་གར་ཆགས་འདོད་རེད་ཟེར་ན། གཟུགས་དང་ཤེས་པ་གཉིས་ཀྱི་ཁྱད་པར་དེ་གང་ཅིའི་ཡོད་རེད་ཟེར་ན་ཁྱག་པ་དུ་ཆུ་ནང་ཞིག་རེད་ཟེར། ཧ་གོ་ན། ཆུ་དེ་ཁྲག་པོ་ཆགས་སོང་ན་ཁྱག་པ་རེད་འགྲོ་ར། དེ་ན་ཤི་ཤི་པ་དེ་གཟུགས་ངོ་ལ་ཕར་འཇུས་སོང་ན། ཨ་ནི་བུམ་པ་དུ་ཀ་བ་སེ་ཡང་འགྲོ་ཁྲག་པོ་དུ་ཆགས་འགྲོ་རེད། ཁྱག་པ་དུ་ཆུ་ནང་ཞིག་རེད་ཡོད་རེད་ཟེར་གོ། སེམས་གསུམ་པའི་ལྟ་གྲུབ་བྱས་ན་ཁོ་གཟུགས་དེ་ཤི་བི་གི་ཉེ་འབྲེལ་ཆགས་འགྲོ་རེད།

ད་བཟོད་ཤིན་ཏུ་ཅི་འཕྱུག་གོ། དྲི་ལེང་དྲི་ལེང། དྲི་ལེང་དྲི་ལེང་ལྟ་བས། དེ་ཡིན་འདི་ཅི་ཙང་ཁོ་གར་ཆགས་འདིར་སེམས་ད་གཟུགས་ཤིང་གི་མཆེ་བ་འདྲ་བོ་དེ་དེ་རེད་ད། ད་བ་ད་བ་བཤད་ན། ད་སེམས་ཚོམ་བུའི་ལྟ་གྲུབ་སྣང་ཆ་དེའི་ཐོག་ནས་ད་གར་མཆེ་བ་དེ་གར་འགྲོ་དགོས་རེད་ཟེར་ན་སེམས་ཚོམ་བུའི་ལུས་ལ་ད་སྐྱེས་སུ་མི་འདྲ་བ་རེད་ད་དེ་གཞི་ནས་འགའ་ཆེན་པོ་རེད། སེམས་ཚོམ་བུའི་སྐྱེས་སུ་བྱེད་བར་བ་དེ་མི་འདྲ་བ་རེད། མི་སྲིད་གི།

གང་རྗེས་སུ་མི་འདྲ་བ་རེད་ཟེར་ན་ད་ལྟ། སེམས་བཙུན་པའི་སྐྱེ་སྲིད་བཞག་ཐོག་དེ་མདོ་སྡེ་བར་དུ་མི་འདྲ་བ་རེད། མི་འདྲ་བའི་སྦྱིན་སྲེག་ག་རེ་རེད་ཟེར་ན། སེམས་ཙམ་པའི་ལུས་ལས་བཞག་བྱས་པ་ཡིན་ན། མིག་གི་དབང་པོ་དེ་མིག་དབང་བྱེད་བར་བ། མིག་དབང་དེ། ད་ག་སོགས་རེད། ད་མིག་དབང་ལ་གཟུགས་ཅན་མེད་ལ་ཐོགས་ཀྱི་མི་འདུག་གང་ལྟ་ཀྱང། མིག་དབང་ལ། བག་ཆགས་ཡོད་པར་བཞག་པ་རེད་ད། མི་འོང་ལ། ནོར་བཟོས་ཀྱི་མི་འོང་དེ་ལ། ནོར། ག་ས་ད། ང་ཚོ་ནོར་འཆིང་ནོར་བཟོས་ཡིད་བརྟན་གྱི་མི་འོང་བྱས་པ་ར། མི་འོང་དེ་ལ་བག་ཆགས་ཡོད་གསུངས་པ་རེད་ད། འོ་དེ་གསུངས་པ་རེད་ད། མ་འདྲ་ས་གཅིག། རྨིས་བྱེད་ལ་བག་ཆགས་ཡོད་གསུངས་པ་རེད། བཟུང་རྩིས་མི་ཤིག་བསྔོག་རྩིས་མི་ཤིག་གི་རྨིས་བྱེད་དེ་ལ་བག་ཆགས་ཡོད་གསུངས་པ་རེད། ང་ཚོ་ཤི་བདེ་ཁས་ལེན་པའི་ལུས་རེ་བཞག་བྱས་ན་བསྔོག་རྩིས་མི་ཤིག་གི་རྨིས་བྱེད་དེ་སྔོན་པོ་རེད་བ། ཐུན་མོང་མ་ཡིན་པའི་བདག་བྱེད་དེ་ནོར་བཟོས་ཡིད་བརྟན་གྱི་མི་འོང་དེ་རེད་བ། སེམས་མཚོན་པའི་ལྟ་གྲུབ་ན་ཞིག་བྱས་པ་ཡིན་ན། ཐུན་མོང་མ་ཡིན་པའི་བརྡ་ཆད་མི་འོང་དེ་ལ་ཡང་བག་ཆགས་ཡོད་རེད། དམིགས་བྱའི་དེ་ལ་ཡང་བག་ཆགས་ཡོད་རེད། འོ་དེ་འདྲའི་ཆགས་འགྲོ་གི་ལྟ། དེ་ནི་སྔོན་པོ་དེ་སྔོ་འཛིན་མི་ཞིག་དམིགས་བྱའི་ཆགས་ར་བའི་ཆགས་ཀྱི་ཡོད་མ་རེད། ག་ཟེར་ན་ཁོ་དེ་ཉོན་རེད། ངོ་བོ་གཅིག་རེད། ད་དེ་ལགས་པས་ག་རེ་ཟེར་ན། ད་ལྟ་དེ་ཡིན་པའི་རྒྱུ་མཚན་ཅི་ཡིན། མཁས་པ་མང་པོས་ག་རེ་གསུངས་ཡོད་རེད་ཟེར་ན། སེམས་མཚོན་པའི་ལུས་པའི་བཞག་བྱས་ན་མི་འོང་དེ་ལ། བག་ཆགས་མ་གཏོགས་ཆོས་ནི་ཡོད་མ་རེད་གསུངས་ཡོད་རེད། ད་ང་ཚོ་ཡོད་ངེས་མ་ངེས་མ་ཡིན་ན་ག་རེ་བཟོ་བ་རེད། ལོ་མང་པོར་དེ་ལ་ནི་འགྲོ་དེ་ཡིན་པ། མི་ཡོང་ལ་བག་ཆགས་མ་དོ་ཡོད་ས་མ་རེད་ཅེས་ནི། སེམས་ཚིམ་བའི་ལུས་ལ། ཡིན་ན་ཇི་མ་ལྟ་དེ་ག་ལ་མི་ཡོང་ལ་ཨ་ནི་གཟུ་བྱས་ཡོད་པ་དེ་དཔེ་མི་སྲིད་པ་གསལ་བོ་སློབ་དཔོན་ཐོགས་མེད་ཁོ་རང་གིས་ཨ་ནི་ག་རེ་བཟོ་བ་རེད་གནས་ཚུལ་བྱས་པའི་ས་ལ་བཟོ་བ་དུག་གསུམ་ནོར་ལ་བྱས་ན་ཨ་ནི་མི་སུ་འོང་མོ་ང་ལ་བཟོས་ཡོད་པ་དེ་དཔེ་ཤུགས་ཆེན་པོ་དེ་འགོ་ར། རྗེ་བཙུན་ཁ་བ་ཅན་མི་སེམས་ས་མི་འདས་པ་ཅིག་དེ་དོན་གོ། དེ་འདྲ་ཡིག་ཚང་ནི་ངས་ད་ལྟ་ཁྱོད་རང་སུ་ལ་ཡ་དེ་ག་རེ་རེད་ཟེར་ན། མི་འོང་དེ་ལ་བཟོས་འདུག་ཤེས་པ་བཟོས་འདུག་འདས་མ་འདས་ཅིག་སྙིང་འདུག་བག་ཆགས་སྙིང་འདུག་ཟེར་ལ་དགོས་ཡ་དེ། ད་ལྟ་དེ་མི་འོང་དེ་གཟུགས་ཅན་བཞག་དགོས་པའི་དངོས་གནས་ཆེ་ན་ཡ་ཤུགས་ཆུང་ན་དང་རེད་བ། མི་འོང་ཡོད་ཚུལ་བག་ཆགས་བཞག་ན་ཡག་ཡོད་རེད་ད་སེམས་ས་མི་ལུས་ལ། ཡིན་ན་ཡང་ཐོག་མའི་གོས་ཤུལ་རྣམས་ལ་མི་འོང་ལ་གཟུགས་ཅན་ཡོད་པ་དེ་མཐུན་ཏེ། ང་ཚོ་སོགས་ནོ་གར་བཏང་དགོས་རེད་ཟེར་ན་མི་ཡོང་ལ་བཟོ་བྱེད་ཅིག་ཡོད་པ་མ་བཞག་ན་ཐོག་མའི་འོས་ཤོག་དེ་ཚོ་འཇིག་གི་མི་འདུག་གྱེན་ལྟས་གོ་བ་རེད་མ་གཏོགས་ཅིག་ད་དེ་དེབ་ཚོང་ཅིག་རེད་མ་གཏོགས་ཅིག་དོན་ངོ་མི་ཆེ་ན་ད་མི་ཡོང་ཡུལ་ཚོ་བཟོ་བྱེད་མ་བཞག་པ་ཅིག་ན་བ་ཆགས་ཅིག་ན་ཡག་ཤོག་ཆགས་ཏེ་ཡག་ཆགས་ཏེ་ཕ་མ་དགུ་མ་རོ་སྲེག་གི་ན་ལ་དེ་ནས་ཕའི་ཐོག་མའི་དུ་ཨི་གཉིས་གི་གཞུག་གཉིས་ཀ་བགྲང་ཡོད་རེད་འོ་ལ་སེམས་ཚོམ་སེམས་ཚོམ་མི་འདེབས་པ་ཅིག་དེ་བདག་ངའི་སེམས་ལ་ག་རེ་ཡོད་རེད་ཟེར་ན། ཐོག་མའི་རིགས་དེ་ནི་མི་གསོད་དབང་པོ་ང་ལ་བཟོས་ཡོད་རེད་གསུངས་དེ་ཡང་དེ་བཙོང་གི་ཐོག་ནས་ད་མི་གསོད་དབང་པོ་ང་ལ་བཟོས་ཡོད་སར་དྲན་དེ་རེད་མ་གཏོགས་སེམས་ཙམ་པའི་ལུས་ལ་མི་གསོད་དབང་པོ་ང་ལ་བཟོས་ཆེད་བཞག་དགོས་པའི་སྦྱིན་སྲེག་ང་ཀླད་པ་ནང་ཅེས་འཁོགས་མ་འདུག་ད། ད་དེ་སྦྱིན་སྲེག་བྱེད་འོག་ར། ད་སྦྱིན་སྲེག་ག་རེ་ཆགས་ཡོད་རེད་ཟེར་ན་ཕྱི་དགྲའི་ཁས་ལེན་པའི་ལུས་ལ་བྱས་ན་འདྲི་རེད་ད། ཨང། དེ་རིང་ཡང་དེ་བཞག་ནས་འབྲི་ས་མ་རེད། ཤིག་དེ་ཁས་ཤིག་དེ་ཁས་ལེན་མི་ལུས་རེད་ཅག་དང་པོ་སྔོན་པོ་འཕྲོ་དགོས་རེད། ཤིག་དེ་ཁས་ལེན་མི་ལུས་སེ་ད། སྔོན་པོ་དང་པོ་འཕྲོ་དགོས་ར། སྔོན་པོ་དེ་ཐུན་མོང་མ་ཡིན་པའི་བརྡ་ཅིག་མི་འོང་དེ་ལ་འཆག་དགོས་རེད། ཐུན་མོང་མ་ཡིན་པའི་བརྡ་ཅིག་མི་འོང་དེ་ལ་འཆག་བ་དེ་གི་རྗེས་ནི་མི་ཤིག་ལ་འཆག་དགོས་རེད། མི་འོང་གི་ཐུན་མོང་མ་ཡིན་པའི་བརྡ་ཞིག་ལ་དེར་སྔོན་པོ་དེ་གི་གཟུགས་བྱད་དུ་མ།

ཨ། འདི་ལྟ།
ད་སེམས་ཙམ་པའི་ལུས་དེ་སྒོ་མ་རེད། ག་རེ་བྱས་ནས་སྒོ་མ་རེད་ཟེར་ན། སེམས་ཙམ་པའི་ལུས་ལ་ཁ་ཚུར་ལག་པ་རེད། སྔོན་པོ་ཟེར་ཡ་དེ་ཤོ་རོ་རེད་ཚིག་མི་འོང་ལོ་འཆག་མི་འོང་ནི་མི་ཤི་ལ་འཆག་ཡ་མ་རོ་བ། ནོར་ལོག་ནི་ཕ་རེད་དོ་བ། སྔོན་པོ་ཁོ་རང་མཐོང་ཡ་གི་ཤི་པའི་བག་ཆགས་སེམས་འོང་དེ་བག་ཆགས་དེ་སྔོ་མི་འོང་ལོ་ཕ་ཅེས་འབྱོར་བ། མ་གཏོགས་ཤོ་རོ་སྔོན་པོ་ཅེས་ཤི་དེ་ཁས་ལེན་ངེས་དེ་ལ་སྔོན་པོ་འདས་ཡོད་རེད་ཅི་མ་དེ་ལ་མི་འོང་དེ་ཡོད་རེད་བརྒྱ་ལོག་དེ་མི་ཤི་དེ་ཡོད་རེད། སྔོན་པོ་དེ་མི་འོང་ལ་འཆག་མི་འོང་གི་རྗེས་ནས་མི་ཤི་ལ་འཆག་དགོས་དེ། སྔོན་པོ་དེ་མི་ཤི་ལ་གསལ་བོ་འཆག་དང་མ་འཆག་དེ་མི་འོང་གཟུ་བྱས་དྭངས་མ་དེ་ལ་འཆག་དང་མ་འཆག་ལ་རག་ལས་དགོས་ཡོད་དེ་ཐུན་མོང་མ་ཡིན་པའི་བརྡ་ཆད་གཟུ་བྱས་དྭངས་མ་དེ་དགོས་འོ་རེད། སེམས་ཙམ་པའི་ལུས་དེ་དགོས་མ་རེད་བེད་སྤྱད་ཡོད་མ་འདི།

སེམས་ཙམ་པའི་ལུས་ལ་བྱེད་ན་དེ་འདྲས་རེད་མི་འདུག་སེམས་ཙམ་པའི་ལུས་ལ་བྱེད་ན་ནོར་ལོག་གི་གར་ས་མི་ཤིག་སྔ་མིན་ཞག་པའི་བག་ཆགས་བྱེད་བར་བར་བག་ཆགས་དེ་སྔོན་པའི་ངོ་བོ་ལ་སྔོ་ཚལ་མི་ཤིག་དང་སྔོ་མོ་གཉིས་ཀྱི་ངོ་བོ་ལ་ཕ་གཅིག་འཇུག་ཡིན་དུས་དེའི་བག་ཆགས་ལ་རུས་ཀྱི་དོ་མ་དེ་དགོས་ཡ་ཁོ་རུ་མི་འདུག་དེ་གར་སྤེལ་བྱེད་ཡོད་རེད་དེ་ལ། ད་ད་ཐུང་མ་མིན་པ་ད་ཅིག་གར་བཞག་དགོས་རེད་ཟེར་ན་ད་ངས་དེ་རེད་མི་ཤིག་ལ་སྔོན་པོ་སེར་པོ་ཆགས་དུ་མ་ཆགས་དེ་ག་ལ་རག་ལས་ཀྱི་རེད་ཟེར་ན། སྔོན་པོ་ཐུང་ཡོད་ཀྱི་ཤི་པའི་བག་ཆགས་དེ་མཐུག་པོ་བཞག་ཡོད་ན། བག་ཆགས་དེ་འཕགས་སེ་དེས། ཕའི་སྔོན་པོ་སེར་པོ་འཆར་ག་རེས། སྔོན་པོ་ཐོན་ཡང་གི་བག་ཆགས་དེ་ཡིད་ལ་མི་ལ་ཅིག་མ་གཏོགས་མེད་ན། མི་ཤི་ཅི་འོང་འདི་ག་ལ་དེ་ནི་ཕའི། སྔོན་པོ་སེར་ལ་མ་ས་ལ་མ་གཏོགས་མི་མཐོང་བ་དེ། མི་ཤི་ལ་སྔོན་པོ་སེར་པོ་མཐོང་མ་མཐོང་དེ་ག་བ་ལ་རག་ལས་གི་རེད་བག་ཆགས་ཁོ་ན་ལ་རག་ལས་གི་རེད་མ་གཏོགས་བ་ས་ལ་ལ་སྔོན་པོ་སེར་ལས་རག་ལས་གི་བ་མ་རེད། དེ་ཅི་དེ་མི་ཤི་གི་ཐུན་མོང་མའི་བདག་ཅི་དེ་བག་ཆགས་ངོ་ལ་འགྲོ་དགོས་ཡ་དེ་རེད། དེ་འདྲའི་རྩ་ང་དེའི་མིང་བོ་བཀོད་དེ་སེམས་ཙམ་པ་དེ་པས་སྣང་འགྲོ་བར་ང་རུ་ངེས་ཅེ་ན། ག་དུས་ང་དོ་པ་དེ་གར་ཟག་གོ་རེད་ཟེར་ན། ཁྱེད་རང་གཟུགས་ཅི་ཅིག་གཟུགས་འདུག་གཟུགས་ཅིག། སྐྱེ་བ་ཕྱི་མ་གང་ཇི་སུ་འགྲོ་གི་རེད་ང་ཚོ་ད་ལྟ་ཚེ་འདིའི་གང་ཟག་འདི་འདི་ཤི་སོང་ནས་སྐྱེ་བ་ཕྱི་མ། ས་ཆ་གཞན་པ་ཅིག་ལ་སྐྱེ་གི་ཡོད་ནས་མིང་བོ་འཕངས་འགྲོ་གི་རེད་ཟེར་བ་ར། གཟུགས་ཅིག་གི་རྒྱུན་དེ་གང་ཇི་སུ་འགྲོ་གི་འདི་འགྲོ་གི་རེད་ཟེར་བཤད་དེ་རེད་མ་གཏོགས་འགྲོ་སྟངས་འདི་ཤེས་གི་མི་འདུག། ད་བག་ཆགས་ལ་སོང་ན་ད་ད་ལྟ་ཡོད་ར། ད་མི་སྐྱེ་འདྲ་བ་ཅིག་ནི་སྔོན་པོ་མི་ཞིག་ཆགས་ཀྱི་མི་འདུག་ད་ད་ངས་ཧ་གོ་ཚར་བ། སྔོན་པོ་སྔོ་འཛུམ་མི་ཞིག་གི་གད་སྙོག་ཆགས་དུས་ངོ་གཅིག་ཆགས་དུས་མི་སྐྱེ་རེ་གི་མི་འདུག་དེ་འདྲ་ཡིན་ཙང་ནི་ཤི་དེ་ཁས་ལེན་ངེས་དུ་སུ་ཡིན་ན་ངས་ལ་སྔོན་པོ་དྲུག་དེ་བདག་བསྐྱེད་ལ་འཆགས་དེ་ནི་མི་ཞིག་རེ་ཆགས་དགོས་དུས་ཐུན་མོང་མ་ཡིན་པའི་བདག་བསྐྱེད་དུ་སྔོན་པོ་གཉིས་ཀ་དེ་སྔོ་འཛུམ་མི་ཞིག་གི་རྒྱུ་རུ་བ། དེ་འདྲ་ཡིན་དུས་སེམས་ཙམ་གྱི་ལུས་རེ་བཞག་ཅེས་པའི་སྔོན་པོ་གཉིས་ལ་འབྲེལ་ཡ་ཡོད་མ་རེད་བ།

མི་སུ་དབུ་མ་ངག་སེ་ཡ་དེ་ནི་པི་ངོང་ལ་བཞག་དགོས་རེད་མ་གཏོགས་རྒྱུན་འཇིགས་བཟུར་བཞག་རྒྱུ་ཡོད་མ་རེད་དེ་རུང་འདྲེ་ནང་ལ་ཞིག་རུང་འདྲེ་ནང་ལ། ད་ཙོང་ཁ་པ་ཏག་ཤོག་ཅོག་ཚོ་ད་ཟུར་ཀྲོང་ལི་ལི་མེད། རང་གི་རྣོ་ཤིས་བསྟན་གྱི་ནི་བསྟན་ལ་དབུ་མོ་ཟུར་གྱི་མི་གཅིག་བཞག་བ་ཏོག་སེམས་ཚོམ་བི་འདེ་བ་ཇི་ཏི་སེམས་ཚོམ་བི་ག་ར་བཞག་གི་རེད་ཟེར་ན་ཀི་ཞི་རྣོ་ཤིས་ཀྱི་སྟེང་དུ་ཡོད་པའི་ནི་པ་དེ་ལ་མི་ངོ་ཟེར་བཞག་དགོས་རེད། ཨོ་དེ་འདྲི་སེ་ཡོད་རེད་ད་ད་སུ་རེད་ཡ། དེ་འདྲི་ད་དེ་གས་དེ་གས་དེ་ང་ཚོ་ད་ང་ཚོ་ད་རིས་སྐད་ཆ་བཤད་ཡག་ཀྱི་ནོ་རེད་བ། སེམས་ཙམ་པའི་གཞི་ལུང་རྒྱུད་ས་ཆ་སོགས་བཤད་ཐུབ་གི་མ་རེད། ད་ད་ལྟ་ཁོ་རང་ང་ཚོ་ལྟ་གྲུབ་བཤད་དུས་སྐབས་ལྟ་གྲུབ་དང་ཐད་ཀར་འབྲེལ་བ་ཡོད་ངེས་དེ་བཤད་ཐུབ་ན་ཡག་གི་འདུག་ལྟ་གྲུབ་ཁོ་རང་དང་ཁ་ཐུག་འབྲེལ་བ་ཡོད་དེ་ངེས་དེ་བཤད་པའི་སྐད་ཆ་ཡིས་དེ་རེད། ད་དེ་དོན་འདྲི་བྱེད་ད་གྲོགས་ཁ་ཤས་གླིང་གི་དང་གྲོགས་ཕན་ཡོད་ཟེར་རོ། ཁྱེད་ང་ཚོ་ཁ་སང་སྔ་མ་དེ་ཟེར་འོང་དུས་དངོས་པོ་དང་དངོས་རྫས་མི་བཤད་གི་རྫས་བཤད་ངེས་གཏོང་བ་ནམ། ད་རྫས་གཅིག་ཟེར་འོང་དུས། ད་དངོས་པོ་དང་དངོས་རྫས་མི་ཤེས་ཀྱི་རྫས་གཅིག་ཞེས་པའི་རྫས་དང། ང་ཚོ་ནམ་རྒྱུན་གྱི་བུམ་པ་མི་རྟག་པ་དང་རྫས་གཅིག་ཞེས་པའི་རྫས་དེ་གཅིག་པ་ཡིན་ན་དེ་ལོགས་ཀ་ཡོད་རེད།
ད་དེ་འདྲ་བའི་ཆ་གཅིག་ཡོད་རེད། དེ་དེ་ཉིད་ཡིན་པོ་དེ་འདྲ་བའི་ཆ་གཅིག་ཡོད་རེད། ཡང་ཡང་འགྲེལ་བཤད་སེམས་ཙམ་པ་འཁོར་སོང་འགྲེལ་བཤད་གཞན་པ་ཅིག་ཡོད་རེད། དང་པོ་དེ་ལ་ནི། ད་དང་པོ་དེ་ག་རེ་རེད་ཟེར་ན་འདྲ་བའི་ཆ་དེ་ག་རེ་ཆགས་ཡོད་རེད་ཟེར་ན་དཔེར་ན་དུམ་བུ་རྣམ་པ་སོ་སོ་ནོ་དེ་སྟོང་དགོས་ར། སྔོན་པོ་འདུག་སྔོན་ཚུལ་མི་ཤེས་ལ་དེ་ཆུ་མཚོ་སོ་ནོ་འཁོར་ཡ་དེ། སྔོན་པོ་འདི་བཞག་སྔོན་ཚུལ་མི་ཤེས་ཕེ་ཡོད་ཡ་ཅིག་སོ་ནོ་ཆུ་སྟོང་རྒྱུ་ཡོད་མ་སེམས་ཙམ་པའི་ལུས་ལ། སེམས་ཙམ་པའི་ལུས་ལ་དཔྱད་ན་སྔོན་པོ་འདུག་སྔོན་ཚུལ་མི་ཤེས་ཟེར་ཡ་དེ་གང་ཅིག་སོ་ནོ་སྟོང་དགོས་རེད་ཟེར་ན། སྔོན་ཚུལ་མི་ཤེས་ཁོ་རང་མགོ་ལ་སྐྲག་བསྡད་པའི་སྣང་བ་ཞིག་འདུག་བ། སྔོན་ཚུལ་མི་ཤེས་ཁོ་རང་ངུས་ལ་སྐྲག་བསྡད་པའི་སྣང་བ་དེ། དེ་སྔོན་པོ་ཡིན་པ་སོ་ནོ་བརྟག་དགོས་རེད། དེ་ཡོད་ས་དེ་ག་བ་ཡོད་ཤེས་པའི་ངེས་ལུས་ཡོད་ར་དག། ཤེས་པའི་ཉིན་རེ་ཡོད་དེ་ག་ལ་ཤི་བར་དུ་ཁོ་གཉིས་གཡག་ཆད་ཀྱི་ཡོད་མ་རེད། དེ་ཕྱིར་དུ་འོ་མ་འདྲིས་པ་ལྟ་བུ་ཡོད་རེད། དེ་འདྲིས་པའི་སོ་ནོར་བཏང་པ་ཡིན་ན། བུམ་པ་དང་བུམ་པའི་སྟེང་གི་མི་རྟག་པ་བུམ་པ་དང་བུམ་པ་མི་རྟག་པ་ངོ་བོ་གཅིག་པ་རེད་ཟེར་དེ་འདྲ་གཅིག་པ་རེད་ཁོ་གཡག་ཆད་བར་གྱི་ཡོད་མ་རེད། ད་སེམས་ཙམ་པའི་ཐུན་མོང་མ་ཡིན་པའི་འགྲེལ་བཤད་དེ་ག་རེ་རེད་ཟེར་ན་ཁོ་གཉིས་ཉིན་ལས་བར་ཆ་གཅིག་རེད་ཟེར་གོ། ཁོ་གྲི་སྟངས་འདྲ་བ་དེ་ག་འདྲས་རེད་ཟེར་དེ་ག་ལ་གྲི་སྟངས་འདྲ་བ་དེ་ག་འདྲས་རེད་ཟེར་ན་རེ་བ། ཨ་ནི་ཅི། ག་རེ་ཟེར་བ་རེད།

ཆ་ས་གི་ཤེལ་སྒོ་གཉིས་ཀྱི་ངོ་བོ་ཐ་དད་ཟིན་ན་གཡག་གི་ཆེ་ཆུང་ཡང་མ་རེད། མིག་སྔར་དེ་རིགས་འབྲི་བཞིན་གདའ། ཆོས་སྔགས་ཆེན་པོ་སྒྲ་ཡིན་ན་སྲིད་ཞིའི་སྡུག་བསྔལ་ཐར་གྱི་ཤུགས་སྐལ་པ་གཞལ་བ་ཟག་མེད་སུ་ཕྱི་རྐྱེན་རྫས་ཀྱིས་ཞུ་བྱེད་ཀྱི་ཕྱི་རྐྱེན་རྫས་ཀྱིས་ཞུ་བྱེད་ཀྱི་ཕྱི་རྐྱེན་རྫས་ཀྱིས་ཞུ་བྱེད་ཀྱི་འཇམ་དཔལ་དཔའ་བའི་བྱེ་བྲག་ཆེན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱི་རྗེས་སུ་དང། དགེ་བ་འདི་དག་ཐོང་ཆེད་རབ་ཏུ་བསྔོ་འོང་དེ་སྲིད་ཤེས་པའི་བྱ་བ་ཐོང་ཆེད་ཀྱི་བསྔོ་བ་གོ་ལ་མཆོག་དང། བདག་སོགས་དགེ་བའི་རྩ་བ་འདི་ཀུན་ཀྱང་བཟང་པོ་སྐྱེ་ཞེས་རབ་ཏུ་བསྔོ་བར་བགྱི།